ཨ་མདོ་སྦྱིན་བདག་རང་གིས་ཨ་མདོ་ཆབ་སྲིད་ཐོག་ལ་ཁོ་རང་གི་ལྐོག་གཡོན་སྦྱོར་བ། ཏི་ངེ་ཧ་ལས་པ་ཐུང་བ་རེད་ཞི་བུ་ཅི་ཅང་པོ་ཐུང་བ་རེད། དམག་རྒྱབ་ཡ་ཐོག་གཏན་གཏན་བཞུགས་སྦྱིན་བདག་དམག་སྐྱོན་པའི་ལོ་རྒྱུས་དེ་ཚོ་ངས་ཞུ་ཐུབ་ཡ་མི་དོན་སུས་མི་འདོར་བ། བྱས་ན་དམག་གིས་ངས་ལ་ཁོ་རང་གི་བསམ་བློ་བཏང་བཏང་དང་ཕྱག་ལས་གནང་གནང་ཧ་ལས་པ། གལ་ཆེ་ཤོས་དེ་རྒྱ་མི་ལྷས་ལྷས་ས་ལ་མ་སླེབས་གོང་ནས་ཨ་མདོ་སྦྱིན། ཅེས་སོགས་གང་འདྲ་གསུངས་རྣམ་པར་སྨྲ་སྟེར་བ། ཅེས་སོགས་ངས་ཧ་འདྲ་ད་ནི་ཨ་འདྲ་སྤྱི་ལྟར་རང་གི་ཧ་འདྲ་ཆབ་སྲིད་ཐོག་ལ་ཁོ་རང་གི་ལྐོག་གཡོན་འཆོར་བ། ཏིང་ངེ་ཧ་ལས་པ་འཐུང་དགོས་པ་རེད་ཞེ་པོ་ཅི་ཅང་པོ་འཐུང་དགོས་པ་རེད། དམག་རྒྱབ་ཡ་ཐོག་གཏན་གཏན་བཞུགས་སྦྱིན་བདག་མ་བསྐྱོན་པའི་ལོ་རྒྱུས་དེ་ཚོ་འགན་ཞུ་ཐུབ་ཡ་མི་འདུག་དོལ་ཚོས་མི་འདོར་བ། ཅེས་ན་དམག་གིས་ངས་ཁོ་རང་གི་བསམ་བློ་བཏང་བཏང་དང་ཕྱག་ལས་གནང་དང་ཧ་ལས་པ། གལ་ཆེ་ཤོས་དེ། རྒྱ་མི་ལྷས་ལྷས་སར་མ་སླེབས་གོང་ནས། ཨ་འདྲ་སྦྱིན་བདག་ལ་ཁོ་རང་ལ་ཧ་འདྲ་བོད་པའི་སྐུ་དྲག་གནང་རེད་བཀའ་ཤག་གནང་རེད་ཨ་འདྲ་དཔོན་ཁག་དེ་ཚོ་གང་མཁས་གནང་རེད་ཞེ་དྲག་གྲོགས་པོ་མང་པོ་ཡོད་ངེས་ཅི་རེད། འདི་ངས་ད་ག་ཞུས་པ་ཞིག་མེད། དཔེ་བཞག་ན་ང་ཚོའི་ཀླུ་ཁང་གི། ང་ཚོའི་སྲིད་ཚབ་ཀླུ་ཁང་གི་སེང་སྐྱ་སྒྲ་ཆེན་པོ་ཤོར་བ། ཁོ་རང་རང་གི། སྲས་ཀྱི། ལྕམ། མནའ་མ་ཤོར་བ། ཁོ་རང་ཚོའི་མི་བཟང་མནའ་མ་དེ interview རིང་པོ་ཞིབ་པོ་ཞིག་འདུག། ད་ལྟ་དེ་འདུག་ཨ་མི་རི་ཀའི་ད་ལྟ་དེ་ག་སོན། Library of Congress ནང། དེའི་ནང་ཁོ་རང་གསལ་པོ་གསུངས་བཞག་གཙུག། ཨ་མདོ་སྦྱིན་བདག་ཕལ་པའི་བ་རེད་ཁོང་ཚོའི་ནང་ལ་བཀའ་མོལ་གནང་ཁར། གསང་བའི་ཐོག་ནས། འདི་ནས་ཨ་མདོ་རྣམ་སྲས་གླིང་འདི་ཡང་རྩེ་དཔོན་རེད་བོད་པའི་ཆབ་སྲིད་ནང་གནད་འགག་ཆེ་ཤོས་རེད་འདི་དེ་ལྷ་ས་ཁོ་རང་གི་ནང་ལས་ཕེབས་ཀྱི་ཡོད་པ་འདི་རྣམ་སྲས་གླིང་གི་ལྕམ་རང་གི་ཁོ་རང་གི་ལོ་རྒྱུས་དེབ་ཞིག་སྟོན་ཤག་འདིའི་ནང་ལས་གསལ་པོ་འདུག་ཅི་ཙམ་ཁོ་རང་མི་ག་འགའ་ཅིག་ག་ཚོད་རེད་ཨ་འབྲུ་སྦྱིན་བདག་གི་མཐུན་ལམ་བྱེད་ཡག་ཐབས་ཤེས་དེ་ཞིབ་གནང་གི། འདིའི་ནང་ནས་ཨ་མདོ་ཨ་འབྲུ་སྦྱིན་བདག་གི་ལོ་རྒྱུས་འདི་ཚོ་མང་པོ་ཅིག་ཡང་མ་སི་ཡ་ཡའི་སྤྲད་པ་ཞིག་ཡོད་འདིའི་ནང་ལྟ་དུས་བོད་གཞུང་ལ་སྐྱོན་བརྗོད་བཙུགས་པ་ཅི་ག་གཏད་སྲིད་ཀྱི་མི་འདུག།

ལྷའི་སའི་ནང་ཁམས་ནས་ཚོང་པ་མང་པོ་རེད། ལི་ཐང་ནས་ཚོང་པ་མང་པོ་ཡོད་རེད། བྱ་མ་ཚང་རེད། སྡེ་བ་ཚང་སེང་གེ་ཚང། ད་དེ་ནས་ཡང་དཀར་མཛེས་དང་དོ་ཁ་ནས་ཁ་ས་ཁ་ནས། དེ་ནང་ནས་ས་འདུ་ཚང་སེང་གེ་སྐྱ་བྲག་ཆེན་པོ་ས་འདུ་ཚང་གློག་བརྙན་བྲག་སེང་གེ། ས་འདུ་ཚང་གློག་དགེ་འདུན་སེང་གེ་དུག་ལོའི་ས་རྫིག་པོ་བཞི་བོ་འདི་གོ་ཁམས་པའི་ལྷའི་སའི་ནང Style བཞག་ཡོད་ངེས། ཨ་འབྲུག་སྦྱིན་བདག་གཅིག་གོ། དུག་ལོའི་ཅོག་གྲོག་མེད་པ་བྱས་མི་གཙོ་བའི་དོ་སྣང་མ་གླས་ཡ་སོ། ལོ་ཀི། འདི་ན་ནི་རྒྱ་མི་ལས་ས་པའི་རྗེས་ཀྱི། གསལ་བསྒྲགས་གར་གནང་ཡར་ཟེར་ན། ཨ་འབྲུ་ཚང་གི་མི་བཟང་གི་ཚོང་ལྟེ་བ་དེའི Boss དེ་སུ་རེད་ཟེར་ན་ཨ་འབྲུ་ཚང་སྦྱིན་བདག་ཁོ་རང་མེད། ད་ཁོ་རང་རྒྱན་འགོག་བྱ་ཁོ་རང་ཆོས་བྱེད་ཀྱི་ཡོད། རྒྱན་ཆ་ཚང་དེ་ཁོ་རང་པིན་རྒྱག་བྱེད་ཡོད Cousins བློ་གྲོས་ཕུན་ཚོགས་སེང་ལྡེའུ་སྤྲད་ཡོད། བྱས་ཙང་སུ་གང་གི་དོགས་པ་ཟེར་ཡོད་མ་རེད། འདི་ན་ནི་ཁོ་རང་གི་ད་དགོངས་པ་ཁག་དང་སེམས་འཁྲལ་ཁག་ལ་འབྲེལ་བ་ཞིབ་པོ་བྱོས་ངེས་རེད། ད་གནས་སྟངས་འདི་འདྲའི་ཆོས་དུས་ལྷད་སའི་ནང་ད་བོད་པའི Refugees སྟབས་ལུང་པ་གང་ཅི་སླད་ཅིག་བྱེད་དུས། ཁོ་རང་གི་ད་གནམ་སའི་གླིང་རེད། ད་དེ་ཀོང་ཀོང་ཕ་ལགས་ཀོང་ཙེ་དང་མོང་གུ་ཤི་གཉེན་པོ་འབྲེལ་བ་བྱས་ནས་ད་ཅིག་བྱེད་དགོས་འདུག་ཟེར་ནས།

ཨེ་ན་ཁོ་ཚོས་བཀའ་ཆོས་རེ་འབྲི་གཅིག་གཉིས་ཤུས་ཐག་མ་བསྡད་དེ་བཀའ་ཆོས་དེ་དུས་འགོ་ཆུར་དུས་འགོ་དབང་དང་པོ་ཕལ་ཆེ་དང་པོ་ཡིན་ན་གཉིས་པ་ཡིན་ན་བཞི་འགོ་འདུས་རང་གནང་ཡ་དེ་འདི་གནད་འགག་ཆེན་པོ་ཞིབ་བརྩི་བ་རེད་ཡིན་ན་ན་བོད་པ་ཚོ་མང་པོ་འདི་སྐབས་དེ་ད་དུས་ཚོད་ཚུགས་པོ་ཞིབ་བརྩི་བ་དེ་ས་ཨ་འདུ་སྦྱིན་བདག་ཁོ་ཚོ་དེ་ཐབས་ཤེས་བྱས་བྱས་ད་དུས་འགོ་དབང་ཆེན་གནང་གི་བོད་པ་མང་པོ་ཞིབ་བརྩི་རུ་བ་རེད་བསམ་དེ་འདྲས་ཅིག་ཆེན་པོ་ཅིག་བྱེད་དུས་མི་གང་ག་ཨེ་ན་ཨ་འདུ་སྦྱིན་བདག་གི་ཁ་རང་དམིགས་བསལ་ག་ལ་ལ་བསམ་ན། འདིའི་བཀའ་ཆོས་འདི་ཡོར་བ་སྐུ་མདུན་གང་ལྟར་འདི་དུས་འཁོར་དབང་ཆེན་ནང་དབང་གནང་ཡག་འདི་ང་རང་ཚོ་ཆོལ་ཁ་གསུམ་གྱི་མི་མང་ཐོག་ནས་ཞུས་ཡོད། འདི་ངས་ཆོལ་ཁ་གསུམ་སྐད་ཆ་ཡོང་མ་རེད། ཆོལ་ཁ་གསུམ་འདི་པ་རུ་འདི་ཁོ་བླ་ཚར་ཁམ་ཁམ་རེད་ཨམ་དུ་ཨམ་དུ་ཆགས་ཡོང་རེད། མ་ཞོག་ཚར་ལྷས་སྲས་ནང་ལས་ཨ་འདྲ་ཅིག་ག་སོ་རེད་ད། བསམ་བློ་དག་ག་ཁྱབ་ཆེན་པོ་ཡོང་མ་རེད་ཨ་འབྲུག་སྦྱིན་བདག་གི་གཞི་ནས་ཆོལ་ཁ་གསུམ་ཟེར་སྐད་ཆ་བླངས་ན་རེད་ཁོ་ཨེ་འདི་ག་སོ་རེད། ཆབ་སྲིད་སྐད་ཆ་ཤུགས་ཆེན་པོ་ཁས་མེད་མ་བྱེད་ད་ད་ག་སོ་སྐུ་མདུན་ལ་ད་ང་རང་ཚོས་འདི་ག་སོ་རེད་དུས་འཁོར་དབང་ཆེན་ཞུས་ཡག་འདི། ཨེ་ཀུན་དུས་དུས་དབང་བཅས་ཏེ་སྣང། དུས་ལྷའི་སར་པདྨ་སྲས་འཆམ་པོ་ཆགས། དུས་སྦྱིན་བདག་རང་གི་ཡབ། འཕགས་ཚུལ་མིའི་དུས་ནས་བརྫུས་ན་བྱས། ཁོ་རང་གི་བཀའ་མོལ་གྱི་ཁར་སྣང་ཡོད་ཟེར་ན། ད་ཀུན་དུས་ཀྱི་ད་ག་ཟེར་གྱི་ང་ཚོ་ལ་ག་ཚོད་རེད། ཡག་པོ་ད་ག་ཟེར་ན་དུས་ང་ཚོས་ཕག་ཅིག། ལས་བུ་ཡག་པོ་ཞིག་ཕུལ་དགོས་འདུག་ཟེར་གྱི་དུས་ཁོ་ཚོ་གང་ག་ག་བྱས་དུས་ག་རེ་ཕུལ་དགོས་འདུག་ཟེར་ན། གསེར་ཁྲི་ཆུ་ཕུལ་གྱི་ཡིན། གསེར་གྱི་ཁྲི། ཨིན་ཇི་ནང་ཐུ་རོན་ཟེར་བ། དེ་འདྲས་ཀྱི་ཕུལ་དགོས་འདུག་དེ། ད་གང་འདྲ་བར་དུ་རྒྱུན་བོད་པའི་ལོ་རྒྱུས་ནང་མེད་པའི་ཁྲིད་ཅིག་ཕུལ་གྱི་ཡིན། ཁྲིད་དེ་བཟོ་ཡག་ཏུ་འདར་ལ་ཨ་མདོའི་སྦྱིན་བདག་ཕར་ཚུར་ཐབས་ཤེས་བྱས་བྱས་ནས་གཞན་དེ་དུས་བོད་མི་མང་ག་ང་ནས་དུས་ཁམ་ཨ་མདོ་སྐུ་དྲག་ནང་ལ་ཡིན་ནས་ག་ངས་དཔའ་མགོ་མན་ཆད་ནས་སྤྲད་ཡོང་ས། སའི་སྐྱིད་ལོ་ལྔ་བཅུ་ང་དགུ་སྐད་ཆ་བཤད་གི་རེད། གཞུང་ཐོག་ནས་ཧ་འདྲ་བཟོ་པ་ཡོར་བ་སའི་ས་བཟོ་ངས་མི། དྲུག་བཅུ་ཡིན་ན་ཞིག་དེ་གི་ནང་གླས་གནང་ཞག་འདི་སྙམ་ན་མང་པོ་འདུག་ཐ་མ་དེ་བཞི་པོ་ཞིག་རྫིག་པོ་ཞིག་བཟོས་ཡོར་རང་འདྲ་ཡོར་ད་རྣམ་པ་དེ་ནོར་བུ་གླིང་ག་འདྲ་བ་ལ་ཕེབས་ཡིན་ན་དེ་འདི་སྐད་གྲགས་འདུག་ད་འདི་བཟོས་ཚར་དུས།

ད་དོན་དུ་འཕྲལ་དེ་མོང་གུ་གཅིག་ཨ་འབྲུ་སྦྱིན་བདག་རང་གི་ཁའི་བུ་དོང་ནས་མི་ཚིར་སྐད་ཆ་བཤད་འདུག་བཤད་བྱའི་ལུས་རུབ་གནང་འདུག་ཅེ་ན་འདི་སྐོར་ངས་ཞེ་དྲག་ལྟ་ཞུ་མེད་དེ་བ། ཅེ་ན་མཐའ་མ་དེ་གྲི་གུག་ཐང་ལ་ཁོང་ཚོས་སྨྲ། མི་གཅིག་སྟོང་ལྔ་བརྒྱ་བྱས་ན་མི་སྐད་རུབ་ཐུབ། རྒྱ་མིས་ཧ་གོ་ཡོག་མ་ལྟ། རྒྱུན་རང་ཧ་གོ་ཡོག་མ། ཏིང་ངེ་འཛིན་བདག་རང་ངས Amazing གཏོང་གི་རེད་བ།